མང་པོ་བྱས་འདུག་ཐ་ན་མི་འབོར་གྱི་གྲངས་བཤེར་ནི་གྲངས་བཤེར་ལབ་གི་ཡོད་སྟབས་ཞིབ་བཤེར་ལབ་གི་མེད། ཞིབ་བཤེར་དང་གྲངས་བཤེར་བར་ཕྱེད་པ་ཡོད་རེད། དེ་བྱས་དུས་ད་རིང་འདི་ང་ཚོ་སྟབས་བདེ་པོ་བཟོས་ཡོད། ཆུ་ཁ་གཅིག་མ་གཏོགས་ཡོག་མ་རེད། དེའི་ནང་ལོགས་ནས་ཡང་ཆུ་ཁ་ཆུ་རྒྱུས་བཞག་བཞག་པ་དེ་ཚོ་ཡང་གཅིག་བསམ་ཚུལ་གྲུབ་བཤད་བྱས་བཤད་བསྟན་གྱི་དེ་ཚོ་བསམ་ཚུལ་ཡོང་གོ་ཡ་གལ་ཡོག་མ་རེད་ང་ཚོ་སྤྱི་ཚོགས་ནང་ལོགས་ནས་མི་ཆོལ་ཁ་རེ་རེ་ནས་མི་ག་ཚོད་ཡོག་རེད་ཟེར་གཅིག་བཤད་ཡ་གོ་གོ་རེད་མ་གཏོགས་གཅིག་ང་ཧ་གོ་གོ་མེད་ཟེར་ནི་དེ་ལྟ་ནི་ཡོང་མ་རེད།

ཆེས་མཐུ་ཡག་གི་དམིགས་ཡུལ་ཅིག་འདུག་ཕྱིར་སིམ་འདི་ག་རེ་བྱུང་བ་ཡིན་ན་ཉིས་སྟོང་བཅུ་བཞི་ལོ་མཇུག་དེ་དེ་ནས་ཕར་འདང་པ་ཡིན་ན་ཉིས་སྟོང་བཅུ་ལྔའི་དགེ་བསྐོས་མིའི་བར་དུ་འོས་བསྡུ་གི་མཉེན་ཆས་གསར་པ་ཅིག་བཟོ་མཐུ་ཡག་དང། རྒྱལ་ཁབ་གཅིག་ནང་ལ་བོད་པ་གཅིག་མ་གཏོགས་མེད་པ་ཡིན་ནའི་དེ་འབྲེལ་གྱི་འོས་བསྡུ་མཐུ་ཡག་གི་གནས་བབ་ཅིག་བཟོ་ཡག་གི་ལས་རིམ་ཞིག་སྒྲིག་གི་ཡོད་ནའི་སེམས་པ་ཐུགས་གཞུང་འདིའི་ནང་ལ་མེད་པ་ཡིན་ན་འོས་བསྡུ་དེ་ཡང་ཁག་པོ་ཆགས་ཀྱི་རེད་ངས་བོད་རྒྱ་ལ་དྲ་ཚོམས་ཆེན་པོ་དེའི་ནང་ལ་ཞུགས་ཡོད་པའི་ཚོགས་གཙོ་དང་ཏང་ཙེ་པ་གཙོས་པའི་ཚོགས་མི་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ད་ནི་དེ་སྐུ་ངོ་སྤེན་པ་ཚེ་རིང་ལགས་ཀྱིས་མི་འབོར་ཞིབ་བཤེར་རིགས་ཀྱི་སྐོར་ལ་ཡ་ད་འདིར་མ་བལྟམས་ཅིག་སྟག་ལྤགས་རི་ཞིག་ག་བར་འཕེལ་བ་ཡིན་ནས་ལ་མི་འབོར་ཞིབ་བཤེར་རིགས་སྐོར་ལ་བལྟས་ཅིག་གལ་ཆེན་དུས་ཆེན་ཡིན་པ་འདྲ་བོ་ཅིག་གིས་འདིར་མ་ལ་ཡ་བལྟམས་བཤད་བདེ་བ་ཅིག་གོ་བདེ་གི་འདུག་ཁ་ཚན་གཞོན་ནུ་ལྷན་ཚོགས་ཀྱི་དེའི་སྐབས་སུ་ཡིན་ནས་འདྲ། ཉེ་ཆར་ཡི་གེ་རྡ་རམ་ས་ས་གནས་ཀྱི་ཨ་ནི། ཚོགས་ཁང་ཟེར་ནས་འདྲ་ད་ཁང་པ་གསར་བ་གི་དབུ་འབྱེད་དེ་སྐབས་སུ་ཡིན་ནས་འདྲ། ཨ་ནི་ཅིག་ད་ལྟའི་མི་འབོར་ཞིབ་བཤེར་དེ། ཞིབ་བཤེར་མ་རེད། གྲངས་བཤེར་རེད་ཟེར་ནས་སྐད་ཆ་དེ་འདྲ་བཤད་ཀྱི་འདུག་ད་ང་ཚོ་གི། ཕ་སྐུ་ངོ་སྤེན་པ་ཚེ་རིང་ལགས་ལ་ཡར་དྲི་བ་བཏང་ཡག་དེ། ད་སྐུ་ངོ་སྤེན་པ་ཚེ་རིང་གིས་དེ་མི་འབོར་དེ་ཞིབ་བཤེར་མིན་པ་ཡིན་ན་ཨ་ནི་མི་འབོར་ཞིབ་བཤེར་ལ་ཡར་ཨ་ནི། འགེངས་ཤོག་ག་འདྲ་ཞིག་བཏོན་ཡག་ཡིན་ཟེར་ནས་དྲི་བ་དང་པོ་དེ་རེད་འདུག། ད་ད་འདས་དེ་ལ་ཡང། མི་འབོར་གྲངས་བཤད་ཡིན་ཟེར་ཡ་དེ་ནང་ལ་ཡང། འཁོད་དགོས་ཡ་དེ། སོ་སོ་གི་རང་བཙན་ལ་དད་ཀྱི་ཨང་གྲངས་སོ་སོ་ཀྱི་མིང། སོ་སོ་ཀྱི་ཕ་མིང། ཕ་གི་རང་བཙན་ལ་དད་ཀྱི་ཨང་གྲངས་མ་མིང་མ་གིང་རང་བཙན་ལ་དད་ཀྱི་ཨང་གྲངས། འདི་ནས་སོ་སོ། ཕོ་མོ་གང་ཡིན་མེད། འདི་ནས། ཆོལ་ཁ་གང་ཡིན་མེད་འདི་ནས་ཆོས་རྒྱུད་གང་ཡིན་མེད་འདི་ནས་ཆོས་ལུགས་གང་ཡིན་མེད་རོ། ད་ག་ནང་བཞིན་ད་ལྟའི་སྡེ་ནས་ཨ་ནི་དུས་རྟག་ཏུ་ག་བ་བསྡད་ཀྱི་ཡོད་མེད། ཁ་བྱང། ཨ་ནི། ལག་ཐོག་ཁ་པར་ཨང་གྲངས་དྲ་རྒྱ་ཀྱི་ཨང་གྲངས་ད་ང་རང་ཚོ་ཨི་མེལ་ཨའི་ལྡི་ཟིག་གི་འདུག་ཨ། དྲ་རྒྱའི་ཁ་བྱང། ཡོངས་རྫོགས་ཀྱིས་ཨ་ནི་མ་འགྱངས་གི་འདུག་ཨ། ད་འདི་ལ་ཡང་མི་འབོར་བཞི་བཞི་མེད་ན་མི་འབོར་ད་ག་རེ་ལ་གོ་རེ་གྲངས་བཤད་འདི་གྲངས་བཤད་ཡིན་བས་ཡིན་ན་མི་འབོར་བཞི་བཞི་ག་འདྲ་ཅིག་ལ་ཡང་ལ་གོ་རེ་ཟེར་ནས་དྲི་བ་འདི་རེད་ད་དང་པོ་འདི་ལ། ད་གཉིས་པ་འདི་ལ་ཡང་ནི་ཅིག་ད་འདའི་མི་འབོར་བཞི་བཞི་འདི་ལ་ཡང་ངས་གྲངས་བཤད་ཟིག་མེད་ད་ངས་འདི་ལ་ཡང་བཞི་བཤད་ཟིག་ཡོད་ཡ། མི་འབོར་བཞི་བཤད་འདི་མ་ཅང་མ་ཡིན་བས་ན་འོས་ཤོག་བླུག་ཆོག་གི་མ་རེད་ཟེར་སོགས་པ་གཅིག་བྱས། འོས་ཤོག་ལོས་ཡག་གི་ཐོབ་ཐང་རག་གི་མ་རེད་ཟེར་སོགས་པ་གཅིག་བྱས་རོ། ཨ་དེ་ནས་རྒྱབ་གཉེར་རག་གི་མ་རེད་ཟེར་སོགས་པ་དང་གཉིས་བྱས། དེ་ནས་མཐུན་སྦྱོར་རོགས་རམ་རག་གི་མ་རེད་ཟེར་སོགས་པ་གསུམ་དེ་དངོས་གནས་ཁོ་ར་ཆབ་སྲིད་ཀྱི་གོ་རྟོགས་སྣ་གཅིག་མེད་པ་ཅིག་གི་སྐད་ཆ་དང་གཅིག་པ་གཅིག་རྐྱང་རེད་འདུག་ཟེར་ཞུ་ཡ་ཡིན། དང་པོ་དེ་ལ་ཡ། ང་རང་ཚོ་རང་བཙན་ལག་དེབ་དེ་མ་ལྟ་ཅི་རྒྱ་གར་གཞུང་གི་ལྟ་རང་བཙན་ཡོད་པ་གི་རྒྱལ་ཁབ་ཅིག་ལ་བལྟ་བའི་ཡིན་ན་དེ་ང་རང་ཚོ་གི་ཁྲལ་ག་ཅི་ལྟ་རྒྱ་གར་གི་སྲིང་བ་ཅི་ན་པན་ཀར་ལག་ཏུ་བ་འདི་ན་ཅི་རོ་ཆ་དེ་ཡོད་རོ་བ་མ་ཅི་སྲིད་ད་ཁྱེད་རང་ཚོ་གི་ལོ་གཅིག་ལ་ཡ་དངུལ་བསྡུ་ཡ་དང་ཨ་ནི་འཚོ་དངུལ་དང་ཡོང་འཕབ་དང་ཡོང་ཁྱབ་དང་ད་དེ་འདྲ་ཅན་ཅན་ཡིན་པ། ད། འོས་ཤོག་བླུག་མ་ཆོག་ཡ་དེ་ཡ་ནི། Election Card། ལན། ད་འོས་ཤོག་བླུག་ཆོག་མ་ཆོག་གི་དེ་ཡོད་རེད་བ། ང་རང་ཚོ་ཡིན་ན་འོས་ཤོག་འོས་བསྡུ་སྐབས་སུ་ཨ་ནི་དེབ་སྐྱེལ་བྱེད་ཀྱི་ཡོད་བ། དེབ་སྐྱེལ་བྱེད་མ་བྱེད་ལ་རག་ལས་ཡོད་རེད་བ། འོས་བསྡུ་དེབ་སྐྱེལ་བྱེད་མ་བྱེད། གཅིག་བྱས། གཉིས་པ་དེ་ལ་ཡ། མཐུན་འགྱུར་རོགས་རམ་སྦྱར་གྱི་མེད་ཟེར། མཐུན་འགྱུར་རོགས་རམ་སྦྱར་གྱི་མེད་ཟེར་ན་ག་རེ་ལ་འོས་རེད་ད། ནང་སྲིད་ལས་ཁུངས་ཀྱི་ཨ་ནི་ཉམ་ཐག་ཡོངས་རྫོགས་ཐོག་ཁེ་ནི་ཡི་གེ་ལ་ཉག་དེ་ཡོད་རེད་བ། འདི་རང་བཙན་ལག་དེབ་ཡོད་ན་འགྲིག་གི་ཡོད་རེད་བ། རང་བཙན་ལག་དེབ་དུས་ཐོག་ཏག་ཏག་ཅིག་ལ་ཡ་རྒྱག་ན་ཨ་འདི་མཐུན་སྦྱོར་རོགས་རམ་ག་ཅི་ནས་སྤྲད་དགོས་དགོས་ཡོད་མ་རེད། ག་ཅི་ནས་རག་གི་ཡོད་མ་རེད། ད་ག་ནང་བཞིན་རྒྱབ་བརྙན་ཡི་གེ་སྤྲད་ཀྱིན་མེད་ཟེར་གི་ཡོད་རེད། རྒྱབ་བརྙན་ཡི་གེ་སྤྲད་མ་གོ་ཡ་རྒྱུ་མཚན་ག་རེ་ལ་ཐུག་གི་རེད། རང་བཙན་ལག་དེབ་ནི་དངོས་ནས་དུས་ཐོག་ཏག་ཏག་ཅིག་རྒྱག་གི་ཡོད་རེད། རེད་བ། རང་བཙན་ལག་དེབ་ནི་ཡོད་དེ་རེད། བོད་མི་ནི་རེད། རང་བཙན་ལག་རྩལ་ཡོད་པ་ཙམ་གྱི་བོད་མི་ཡིན་ཟེར་ནས་ལབ་གི་ཡོད་རེད། ཨ་ང་ཚོ་འདི་གའི་དེ་བོད་མི་དེ་ནས་མ་དཔེ་བཞག་གི་ཡོད་རེད་བས། ཨ་ནི་ད་ལྟའི་ཧྥུམ་ཤོག་ད་ལྟའི་མི་འབོར་བཞི་བཞི་དེ་གའི་རྒན་ཐོ་དེ་མ་ཅང་ཉེ་དེ་ཚོ་ཚང་མ་བོད་པའི་སྤྱི་ཚོགས་ནས་དཔེ་བཞག་གི་འདུག་བ་དེ། འོས་ཤོག་ནི་ལོག་ཆུག་གི་མི་འདུག་བོད་པ་ཡིན་པ་གིས་ཨ་ནི་ང་རང་ཚོ། རྟགས། རྟགས་དང་ཚེར་མ་ཟ་གོ་རེད་ག་ལོག་རེད་ད་དེ། གཅིག། ང་རང་ཚོ། ལོ་ལོ་ལྔ་ལ་དུས་གཅིག་ང་ཚོ་འོས་ཤོག་བླུ་ཡ་དེ་རེད་བ། འདི་ནི་བཀའ་ཤག་གི་འདུ་བ། གཉིས་བ་དེ་ལ་ཡ། བོད་པ་ཡིན་ཟེར་ན་བོད་པའི་ས་གནས་མགོ་འཛིན་དང་ད་ག་ནང་བཞིན་ནང་སྲིད་ཤེས་རིག་དཀའ་ཤེས་རིག་འཕྲོད་བསྟེན་གང་ཅིའི་ཐོག་ནས་ཨ་ནི་རྒྱ་མྱན་ཡིག་གཅིག་ཞུ་དགོས་ཡོད་ན་རྒྱ་མྱན་ཡིག་སྤྲི་གི་མེད་ལབ་གི་འདུ་བ། རྒྱ་མྱན་ཡིག་སྤྲད་མི་དགོས་ཡ་རྒྱུ་མཚན་ག་རེད་ང་ཚོ་བོད་པ་མ་རེད་བས་ང་ཚོ་རང་བཙན་ལ་དེ་གི་དངུལ་དེ་སྦྱང་གི་ཡོད་མ་རེད་བས། དང་ནང་བཞིན་མཐུན་སྦྱོར་རོགས་རམ་སྤྲད་ཀྱི་མིན་གཟུ་བོར་ལྟ། དངོས་གནས་ཁོ་ར་སྐུ་ངོ་སྤེན་པ་ཚེ་རིང་གིས་གཏམ་འདི་འདྲའི་བཤད་བསྡད་ཡ་དེ་ད་འདས་ཀྱི་ཨ་ནི། གར་སོང་ར་ང་ཚོ་མི་འབོར་ཞིབ་བཤད་ཀྱི་རྒན་ཤོག་རྒྱང་ཡ་དེ་ད་འདས། འོས་ཤོག་གིས་ཨ་ནི། ཀླུ་སྟངས་འདི་ལ་ཡར་རྒྱུ་བ་ཅིག་བཏང་ཡག་གི། ཐབས་ཤེས་འདི་རེད་མ་གཏོགས་ཅིག་གི། མི་འབོར་ཞིབ་བཤེར་རང་ལ་གཞི་བཞག་ནི། རྩ་བ་གཉིས་ནས་ལས་འགུལ་སྤེལ་འཇོག་བྱེད། ཨ་ལན། ཁ་སོ་བར་ལྟ། ལས་འཆར། སྒྲིག་འཇོག་བྱེད་རྩ་བ་གཉིས་ནི་རེད་འདུག་གོ་བ་ངའི་བསམ་ཁོ་མི་འདུག། རྒྱུ་མཚན་ག་རེ་ཐུག་པ་ཅིག་ན་འཛམ་བུ་གླིང་ཡོངས་ཀྱི་དང་ལུང་པ་ལུང་པ་ཡོངས་རྫོགས་མང་ཆེ་བ་ཅིག་གིས། ལོ་བཅུ་རེ་ལ་ཡར་ཞིབ་བཤེར་བྱེད་ཀྱི་ཡོད་རེད། ང་རང་ཚོ་བོད་གཞུང་གིས་དག་རང་གནང་འདུག་བ། སྤྱི་ལོ་ཆིག་སྟོང་དགུ་བཅུ་དགུ་ཅུ་གོ་བརྒྱད་ཉིས་སྟོང་བརྒྱད་ཉིས་སྟོང་བརྒྱད་ལས་བྱེ་མ་ཐོན་འོང་དུས་ཉིས་སྟོང་དགུ། ད་ག་ནང་བཞིན་ཉིས་སྟོང་བཅོ་བརྒྱད་ལ་གནང་འདུག་བ། ད་ཉིས་སྟོང་བཅོ་བརྒྱད་ལ་དུས་ཉིས་སྟོང་ཉིས་ས་བརྒྱད་ལ་ཡང་མི་འབོར་ཞིབ་བཤེར་བྱེད་ཡག་གི་དུས་ཚོད་འདི་རོལ་བ། ལོ་བཅུ་མཚམས་བརྒྱད་འོང་དུས། ཡིན་ནའི་ལས་སྐུ་ངོ་དཔོན་པ་ཚེ་རིང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ནང་ལོགས་ལ་ཡང་མི་འབོར་ཞིབ་བཤེར་འདི་བྱེད་འོས་ཡ་དེ། འདིའི། ནང་ལོགས་ལ་ཡ་ད་མདོ་འདི་ཁྱ་ཅན་ཚང་དགོས་ཡ་དེ། ཆོས་རྒྱུད་ག་རེ་ཡིན་མེད་ཆོས་ལུགས་ག་རེ་ཡིན་མེད་ཆོས་རྒྱུད་ག་རེ་ཡིན་མེད། དེ་མ་དེ་ན་ལོ་ལ་ཡ་ཨ་ནི་ཨ། ཁོས་ཤ་ཏོ་བ་དེ་རྒྱུ་མཚན་ག་རེར་ཐུག་པ་རེད། ད་ལྟའི་ཆ་ལ་ཡ་ཨ་ནི་སྐུ་ངོ་དཔོན་པ་ཚེ་རིང་གིས་བཤད་ཡོད་ལྟར། མི་གཅིག་ལ་ཡ་འོད་གཉིས་དང་མི་གཅིག་ལ་ཡ་འོད་མི་གཅིག་ལ་ཡ་འོད་བཅུ་དང་མི་གཅིག་ལ་འོད་བཅུ་གཉིས་དེ་ཨ་ནི་ཏག་ཏག་ཅིག་མི་འདུག་ཟེར་ནས་སྐད་ཆ་ད་ལྟ་ཡིན་ནས་བཤད་ཚར་ཡོད་རེད་ཁོ་རང་གིས། སྡེ་བ་འདི་ན་ལོ་ལ་གཏམ་འདི་ཚོ་མང་ཆེ་ཉན་དང་འགྲིག་གི་འདུག་ད། མི་རེ་མི་ཚང་མ་ལ་ཡང་བཅུ་གཉིས་བཅུ་གཉིས་གླུ་ཡག་གི་ཐོབ་ཐང་དགོས་ཡོད་ན་ང་རང་ཚོ་དོག་བདེ་པོ་ཅིག་རེད་དོ། ད་ལྟ་གང་ཡིན་པ་དེ་ཡིན་པ་རང་ཅག་བཞག་རོ། ཨ་ནི། ད་ལྟ་ཨ་རི་དང་ཕྱི་རྒྱལ་ཁག་ལ་ཡོད་པ་དེ་ཚོ་ཆོལ་ཁ་ག་རེ་ཡིན་ནས་ཆོལ་ཁ་སོ་སོ་གིས་འོས་བླུགས། ད་ག་དང་ཕྱིན་རྒྱ་གར་དང་རྒྱ་བོད་འབྲུག་གསུམ་ནར་ཡོད་དེ་བས་འདི་གས་འདི་གས། ཨ། ཡི་གས། ཨ་རིག་གིན་ད་ང་རང་ཚོ་གངས་ཅན་ནང་གི་དུས་ཆེན་ཨ་རི་ལུང་པ་དེ་ཚིག་གི་ཡོད་རེད་ཨ་རི་ལུང་པ་གི་སྤྱི་དུས་གཉིས་དེ་ལ་ཡ་ཨ་ནི་རྒྱ་གར་རྒྱལ་ཡོངས་གི་ཡུལ་འགྱོ་དེ་ཚོ་ཚང་མ་གི་འོས་ཤིག་བླུགས་ཤིག་ད། བླུགས་ཆོག་ཡ་ཞིག་བཟོས་ད། གལ་སྲིད་འོས་བཅུ་གཉིས་འདྲ་མཉམ་མགོ་ཡོད་ན། རེད་བ། ཡིན་གཅིག་མིན་གཅིག་ཡ་ནི་ད་ལྟའི་ཆོས་རྒྱུད་ཀྱི་སྤྱི་འཐུས་འདི་ཚོ། མ་སྤི་ཡ་ཐབས་ཤེས་བྱེད་ཡ་དང་བྱུང་ན་སྤི་ཡ་ཐབས་ཤེས་བྱེད་ཡ་དང་མོ་གོ་ཡ་བཟོ་ཡ་གི་ཐབས་ཤེས་དང་མ་བྱུང་ན། ཨ་ནི། ཆོས་རྒྱུད། གར་སོ་བ་སྟེ། ཨ། བླ་མ། གྲྭ་བ་དང་ད་ཅིག་མི་བྱ། གཡེལ་མེད་ཀྱི་འོད་བླུག། ཆོས་ཡག་གི་བཟོ་ཡག་གི་ཆ་བཞི་རང་རེད་མ་གཏོགས་ཅིག་གིས་འདི་ལ་ཡ། མི་འབོར་གཞི་བཞེས་ཀྱི་དངོས་གནས་སྐོར། བསམ་གཞིག་བཅས་ག་ལ་འོར་ད། བསམ་བློ་བཏང་ནས་དེ་འདྲའི་ཆ་བཞི་འབྲི་བཞག་འགྱོ་ཞེས་རྩ་བ་ཉིད་ནས་ངས་མཐོང་གི་མི་འདུག་ཟེར་ཞུ་ཡ་ཡིན། འོ་དེ་འདྲའི་ཞིག་རེད་ལགས་སོ་ད།